བོད་ཀྱི་སྐད་ཡིག་ནི་བོད་མིའི་ཆོས་དང་རིག་གཞུང་གི་རྟེན་གཞི་ཡིན་པར་མ་ཟད་སྐད་ཡིག་རིག་པའི་གཞུང་ལུགས་ཙམ་གྱི་སྒོ་ནས་བལྟས་ཀྱང་འཛམ་གླིང་འདིའི་གྲགས་ཅན་གྱི་སྐད་ཡིག་གང་ལའང་འགྲན་བཟོད་པའི་སྐད་ཡིག་ཁྱད་པར་ཅན་ཞིག་ཡིན། ཞེས་པ་འདི་ཉིད་མངོན་དུ་བྱེད་པའི་ཐོག་ནས་དེང་རབས་ཀྱི་རིག་ཚན་གསར་པའི་བོད་ཀྱི་ཐ་སྙད་ངོ་སྤྲོད་ཀྱི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཡང་སྤྱི་ལོ་གསར་ཚེས་ལ་བཀྲ་ཤིས་བདེ་ལེགས་དང་ལྷ་དཀར་བཟང།

ཁང་པའི་གོ་མ་ཆད་པའི་སྔོན་ལ་ཡང་ཕྱི་ནས་ཨ་ནི་སྐད་གཏོང་མཁན། སུ་ཞིག་ཡིན་མིན་ངོ་ཐག་ཆོད་སླད་དུ་ཁང་པའི་སྒོ་ཁ་ནས་ཕྱི་ལ་ལྟ་དཔྱད་ཀྱི་ཨི་ཁུང་ཕྲ་མོ་ཡོད་པ་དེ་ལ་ཡང་སོ་ཁུང། དཔེར་ན། རྐུན་ཇག་མི་ཡོང་བའི་ཆེད་དུ་ཁང་པའི་སྒོ་ཁར་སོ་ཁུང་ཅིག་ཡོད་པ་ཡིན་ན་ཡག་པོ་འདུག་ཅེས་ལབ་པ་ལྟ་བུ། Feature Film། སྒྲུང་གཏམ་གློག་བརྙན། སྒྲུང་གཏམ་གང་ཞིག་ཨ་ནི་བརྗོད་བྱར་བྱས་རྗེས་དུས་ཡུན་སྐར་མ་དགུ་བཅུའམ་དེ་ལས་མང་བ་ཞིག་ཆེད་ལས་པའི་འཁྲབ་སྟོན་གྱི་གློག་བརྙན་གང་ཞིག་ཏུ་བསྟན་པས། གློག་བརྙན་ལ་ཡང་སྒྲུང་གཏམ་གློག་བརྙན། Swing Door། ནང་མ་ཕྱི་སྒོ། གོ་ལེགས་ཡོ་བྱད་གློད་པའི་སྐབས་སུ་སྒོ་བརྒྱབ་པ་དང་དེ་མཚུངས་ཕྱོགས་ག་རེ་ཡིན་པ་དེ་བསྟན་བྱས་ནས་སྒོ་ཕྱེ་བར་བྱེད་པའི་སྒོ་ལ་ཡང་ནང་མ་ཕྱི་སྒོ། Paratrooper། དུག་མཆོང་དམག་མི། དགྲ་བོའི་མངའ་ཁུལ་གྱི་མཐའ་མཚམས་དང་དམག་སར་མཆོང་དུག་བརྒྱུད་འབབ་མཆོང་སྦྱོང་བརྡར་ཐོན་པའི་དམག་མི་ལ་ཡ། དུག་མཆོང་དམག་མི། Idiom། དཔེ་ཆོས། ཚིག་རེ་རེར་དགོས་དོན་ལྟར་མིན་པར་དམིགས་བསལ་གྱི་དགོས་དོན་ཡོད་པའི་ཚིག་ཚོགས་དཔེར་ན། བཀའ་སྲུང་ཅི་སྒྲུབ། བཀའ་དྲིན་སྙིང་བཅངས། ལྟ་བུ་ལ་ཡ། དཔེ་ཆོས། Idiom། བཅད། མིག་དག་རྒྱང་ཆེར། སྐྱེས་བུ་གང་ཞིག་གིས་མིག་དབང་ནུས་པ་བརྟག་པར་བྱེད་ཆེད་དུ་སྤྱོད་པའི་ཡི་གེའི་གཟུགས། ཆུང་རིམ་ནས་འཁྲིག་པའི་རྒྱང་ཆ་དེ་ལ་ཡང་མིག་དག་རྒྱང་ཆེར། Percentration། ཅེས་འདིར། མང་ཚོགས་འདུས་འཛོམས། སམ་སློབ་གཉེར། བར་བརྗོད་གཞི་གང་ཞིག་གི་ནང་དོན་འགྲེལ་བརྗོད་དང་མིག་སྟོན་བྱེད་པའི་ཐབས་ཚུལ་དེ་ལ་ཡང་ཅེས་འདིར། དཔེར་ན་ད་རིས་ངས། གློག་སྒྲོན་གཉིས་རིས

དང། བཀོལ་སྤྱོད་མཉེན་ཆས Trip Term དེ་ཉིད་ནང་དུ། གཟིགས་རྒྱུ་ཡོད་པས་དེ་དོན་ཐུགས་སྣང་ཡོང་བ་ཞུ་རྒྱུ་ཡིན་ཐུགས་རྗེ་ཆེ་ན་ལས་ཚན་རྗེས་མེད་ན་བསྐྱར་དུ་མཇལ་ཡོང།